འདི་འདྲའི་སྒྲ་མ་འདྲ་ལ་ངོ་ནས་དྲང་ནས་ད་ཅིག་གིས་སུ་ལུང་པ་གཅིག་པ་འདི་འདྲའི་མི་ཚེ་ན་ད་རྩ་བ་ཉིད་ནས་འདི་འདྲའི་ཆེ་བའི་ལུགས་སྲོལ་མེད་རེད་བ། ད་ནི། གལ་སྲིད་ངས་སྐད་ཆ་འདི་ལ་ཡ་ཐོག་མེད་དུ་ཤོར་བ་ཡིན་ན། ད་ནི་དགོངས་དག་ཞུ་བའི་ཡིན་གལ་སྲིད་སྐད་ཆ་འདི་བཤད་བྱས་ཞེ་བོ་ཅིག་སྣོན་མ་སྐྱོན་ནས་འཆད་ཡ་གལ་ཡོད་མ་རེད། ད་ནི་ང། མི་དཀྱུས་མ་ཅིག་ཡིན་བོད་པ་རྩམ་ཟས་པ་དཀྱུས་མ་ཅིག་ཡིན། ངོ་ནས་དྲང་ནས། སོ་སོའི་ལུང་པ་ལ་ཤ་ཞེན་ཡོད་ཡོད་དེ་ངའི་མི་ཅིག་ཡིན་རེད་བ། སོང་ཙང་འདི་རིང་ངས་སྐད་ཆ་འདི། ཕོ་གདུགས་ཡོད་བས་བྱིའུ་དེ་སྤྲིན་གྱི་ག་དུས་ནས་ཤི་གི་མ་རེད་ལབ་ལྟ་ཡིན། སོང་ཙང་དྲང་བདེན་དེ་སྐད་མ་རྒྱབ་རང་རྒྱབ་རེད་ཤག་སོང་ཙང་དེ་རིང་ངས་གཏམ་འདི་འདི་བཤད་བསྡད་དེ། ང་རང་ཚོ Switzerland ལ་བཞུགས་པའི་ཨ་ནི་གཏམ་འདྲི་ལབ་ཨ་ནི་ལའོ་ཙེ་ནས་རང་བསྡད་ཀྱི་ཡོད་རེད། ཨ་ནི་ཁོ་རང་གི་ཐོག་ལ་ངས་སྐད་ཆ་ཚིག་ཁ་ཤས་ཤིག་ཁོ་རང་ད་ལྟ་ད་ལྟ་གནས་ཚུལ་དེ་འདྲའི་ཅིག་རྩ་ཁྲ་བོ་ཞིག་ཐུག་ཤག་རོ་ཨ་ཁོ་རང་ག་ལ། སོང་ཙང་དེ་ངའི་གི་བློ་འཚབ་དང་སེམས་འཚབ་བཅས་ཨ་ནི་དཔེ་མི་སྲིད་གི། བློ་ཕམ་སོ་རོ་ཨ་ཡིན་ནའི།

སོང་ཙང། ཁོ་རང་གིས་སོ་སོའི་མི་ཚེའི་ནང་ལ་གཞན་ཕག་ལས་ཀ་ག་རེ་བྱེད་འོས་སོ་སྐད་ཞིག་བརྗོད་པ་ཡིན་ན། དངོས་གནས་དྲ་གནས་ད་ལྟ། རྒན་ཁོག་དེ་འདྲས་ལ་ཡག་ད་ལྟ་མཉམ་ཆུང། རོགས་རམ་ཚོགས་པ་ཟེར་ནས་ད་ཡིན་མཉམ་ཆུང་དེ་འདྲས་ལ་ཡག་ད། རྒན་ཁོག་དེ་ཚོ་ལ་ཡག་ཅིག་གནས་སྐོར་ཁྲིད་ཡས་ལ་སོགས་པ་དང། ཁོ་ཚོ་འདི་གས་ལ་རོགས་པ་བྱེད་ཡས་དང་སློབ་སྤུག་དེ་འདྲས་ཁ་ཤས་བྱེད་ལ་ཡག་སློབ་ཡན་དང་དེ་འདྲས་ཁོ་ཚོ་ཚོགས་པ་གཅིག་ཡོར་བ། འོ་འོ་དེའི་ཆེད་དུ་ལ་ཡག། ལས་ཀ་བྱེད་བྱེད་དངོས་གནས་སོ་སོའི་དུས་ཚོད་བཏང་སོ་སོའི་འགྲོ་སོང་བཏང། ཁ་ལས་རྒྱབ་འདེང་གིས་གང་ཟག་ཅིག་རེད་བ། དངོས་གནས་ཁོ་རང་མཉམ་དུ་ལ་རོགས་པ་ཁ་ཤས་ཅིག་ཡོད་རེད། ཚང་མ་སེམས་ཤུགས་དངོས་གནས་དྲག་ནས་ཡང་དག་པ་དངོས་གནས་སོ་སོའི་མིང་གཅིག་པུ་མིང་དོན་ཡལ་དང། པར་དོན་ཡལ་དང་དེ་འདྲས་མར་ལྟ་རྒྱ་བློ་བདེ་བྱས་ལེ་བ་བྱེད་མཁན་གང་ཟག་དེ་འདྲས་རེད། སོང་ཙང་ཨ་ནི་ངས་ཁོ་རང་ལ་ཡང་ཡང་དང་དང་ག་རེ་བ་ད་ལྟ་བར་དུ་ག་རེ་བྱས་བཞག་བ་དེ་ལ་ཡང་ངེད་ཀྱིས་རྒྱབ་སྐྱོར་དང།

སོང་དེ་རིང་ངས་རིན་པོ་ཆེ་དང་བཤད་ཡས་མེད་མདའ། འོང་དེ་སོང་ས་དེ་རིང་ངས་ཁོ་རང་གི་དེ་ལ་ཡང་ནི་ད་ང་རང་མི་སྒེར་ཅིག་གིས་ཁྱེད་རང་འདི་དཀའ་ངལ་འཕྲད་པ་དེ་ལ་ཡང་དངོས་གནས་རང་ནས་ཅིག་གིས་སུས་གིས་འདི་ག་ལ་ཡང་ངས་གིས་ང་རང་ད་འདི་ནས་ད་ད་ཁོ་རང་གིས་ད་ད་བ་དུ་རྙེད་དེ་བ་ལ་འོས་བསྡུ་སྐབས་ལ་སྐལ་རྡོར་ལགས་གི་ལ་རྒྱབ་སྐྱོར་ཚད་མཐོ་བོ་ཐོབ་པའི་བྱེད་མཁན་གི་གང་ཟག་ཅིག་རེད་སྐལ་རྡོར་ལགས་ཆོས་ཆད་འདུག་ལ་དངོས་གནས་རང་ནས

གང་ཞེ་ན། མི་གཅིག་དེ་སོ་སོའི་གི་ཚོར་བ་གཅིག་པོ་གཅིག་དང་སོ་སོའི་གི་མིང་ཡོང་བའི་ཆེད་དུ་བཅའ་བ་གཉིས་ནས་བྱས་ཡོང་བ་རེད་ཁྱེད་རང་གཅིག་ནས་ཧ་གོ་རུ་བ་སོང་ཙང་འདི་གཉིས་དེ་རེ་དགོས་ཡིན། ཨ་ནི། ཚང་མས་སྡུག་ཅིག་གནང་རོགས་གནང་ང་རང་ཡིན་ནའི་འདི་རྒྱབ་ལོག་ལ་ཡང། ག་དུས་ལ་ཅིག་གཅིག་གི་གནས་ཚུལ་སྒྲོག་ཅིག་དང་ང་ལ་ཡང་གཅིག་གི་གཅིག་ཕྱི་དངུལ་ལྟོས་ཤོག་ཟེར་ནས་རེ་དཀར་ཅིག་ནས། ཕྱི་དེ་རྒྱག་གི་མེད། ངས